ཁེ་ལོ་སྐྱེ་ངག་ཀྱེ་རྟག་ཁས་བླངས་ཀྱང་ཅི་ལྟར་རང་བྱེད་ཁ་ན་མ་རུ་ཉེས་པས་ན་ཡང་གུས་པར་མ་གྱུར་ཅིག། ད་ཚངས་སྤྱོད་བསྟན་ལ་ཐིགས་པ་ཆེན་པོ་ཡི་ཟབ་ཅིང་རྒྱ་ཆེན་ཆོས་རྣམས་ཇི་སྙེད་པ་མང་རྣམས་སྟོན་པའི་སྐལ་བ་དུ་མ་ཡིན་སྐབས་པགས་པགས་དུ་མས་པར་འགྲུབ། ད་བཤེས་གཉེན་དམ་དག་ལྡན་ང་རང་ཚོ་དང་བཞི་ལོ་ལོ་ཙཱ་བ་ཞིག་ག་ཟེར། དེ་ནི། འོ་དེ་ནི་རྗེ་བཙུན་རེད་མདའ་བ་ལགས་སོགས་པ་དང་བཤེས་གཉེན་མང་པོ་ཞིག་བསྟེན་གྱི་འདུག་ད་དེ་གི་དེ་ག་རེ་ཟེར་ན།

ད་དེ་ལྟ་བུའི་དེ་ནས། ཞི་གནས་ཚུལ་གྱིས་བསྟན་ནས་དེ་ནས་ཐོག་མ་དག། ཤེས་བྱེད་ཀྱི་གཞུང་ཐོག་མར་དག། གཞུང་ལུང་ལ་སྦྱང་བར་བྱ་བ་དེ་ཐོག་མ་དག་གཙོ་བོ་དེ་དག་ཆོས་ཀྱི་དོན་དྲུག་རིན་ཆེན་གྱི། བཀའ་ལུགས་ནང་བྱ་བ་ནང་བཞིན་དག་ལུས་ལྟ་བའི་དོན་བཅུ་གཙོ་བོ་དེ་དག། འདི་ཤེས་ན་དེ་ནས་ལོངས་སྤྱོད་ཀུན་ལ་འཕྲིན་ཚིག་འཇུག་འགྲོ་རེད་ཟེར་བ་དེ་ཀུན་དེ་ནས་སྟེར་བ་དག། ཤེས་ཆེན་སྟེར་བ། དེ་ཡིན་དུས་ཟབ་ཞི་སྤྲོས་དང་བྲལ་བའི་ཤེས་ཆེན་དོན། ལོག་རྟོག། དྲི་མའི་ཆུ་ཡིས་མ་བསླད་པར་ཇི་ལྟར་རྟག་ཏུ་དངོས་ལ་བསྙད་པ་ལྟར། དེ་ལྟར་བདག་ལ་རྟག་ཏུ་འདོམས་པར་ཞུ་ཟེར་ད་དང་པོ་ཁོ་རང་ཤེས་ཕྱིན་རང་གསུངས་ཏོ། ཟབ་ཞུའི་སྤྲུལ་ཏེ། འོད་གསལ་འདུས་མ་བྱས་སུ་བ་ན་ཤེས་རབ་ཕ་རོལ་ཕྱིན་པ། འོ་ད་དེ་ཕར་ཕྱིན་གྱི་སྐོར་དེ་གཙོ་བོ། འོ་ད་བཤེས་གཉེན་རང་གི་ངོས་ནས་ཀྱང་བཤེས་གཉེན་ཚུལ་གྱིས་བྱུང། འོ་ན་བཤེས་གཉེན་གྱི་ངོས་ནས་ཀྱང་དཔལ། ལོག་རྟོག། དྲི་མའི་ཆུ་ཡིས་མ་བསླད་པར།

དེ་ནས་དེ་ནས་གཙང་ལ་ཕེབས་རེ་བ་ད་གཙང་ལ་ཕེབས་ནས་ད་ད་ད། ཨོ་ལ་བཟོ་འདི་སྙང། ཡ་ཡ་དེ་ལ་རེ་བ་ད་དེ་ཕལ་ཆེར་ཉི་ཤུ་གི། དགུང་ལོ་ཉི་ཤུ་གི་དེར་ད་དེ་རྣམ་ཐར་ཆེན་མོ་རྣམས་ལ་ཚིག་དེ་ལོ་ཚིག་དེ་སིལ་བོ་བཀོད་བཞག་ད་ཡིན་ན་འདི་རྣམས་དོན་གཅིག་མ་གཏོགས་གཅིག་གི་ལོ་ཚིག་དེ་ཞི་ར་སིལ་བོ་ཡོད་མ་རེད་དེ་ཚིག་དེ་ཕར་ཞིབ་ཕྲ་གྱིས་ཕ་ནི་དེ་བྱེད་གི་ཡིན་ན་ཡག་པོ་ཡོད་ས་རེད་ད་རྣམ་ཐར་ཆེན་མོ་རྣམས་ལ་གང་ལ་གང་འཚམ་འདུག།

ཤེས་ཀྱི་དེ་ག་རེད། ཉི་ཤུ་རྩ་གཉིས་རེད་བས། ཨོ་ད་ད་རེད། ཨོ་མྱ་ངན་ཀུན་དགའ་བར་དུ་ཁ་ད་བསྟན་མ་རེད་ར། ཨོ། མཁས་པའི་དབང་པོ་མྱ་ངན་ཀུན་དགའ་བར་བའི་སྤྱན་སྔར་ཟབ་ཤེས། ཨོ་ལ་སོ། དེ་ནས་ཕར་ཕྱིན་གྱི་ཟབ་ཤེས་ཚར་ཞིག་གསན། ཐུགས་ར་ཟབ་ཞིང་རྣ་ཆོས་ཤིང། ཡོངས་སུ་རྣོ་བ་དང། ད་འདོད་པའི་མཁས་པ་ཆེན་པོ་རེད་གསུང་བས་ད་ངས་ལེགས་པོ་ཤེས་པ་ཡོད། ང་ལ་སོགས་དེ་ནས་ཁམས་ཀྱང་མ་བསྟན་བས་སེ་ད་ཁྲ་ལན་བྱས་པ་མི་འདུག་སེ་ཁོང་ལ་ཨ་ནེ་བ་ལ་སོགས་མཛོད་གསུང་རོགས་གྱིས་ཞུ་བས་ད་དང་པོ་ཕ་ཆེན་སེམས་པར་བ། ད་མཛོད་གསུང་རོགས་གྱིས་ཞུ་བས་ད་སྔོན་མ་མཛོད་དེ་ཕལ་སྐྱེ་ད་སེ་ཡང་དེ་ཐོག་མ་འདྲ་བ་གྱིས་མ་གྲགས་བ་དེ་སྐྱེ་དུ་ག་ལ་དེ་ནས་ད་ཁོང་གི་འཚང་རྒྱས་བྱས་བ་འདི་ཨ་ནེ་ད་ཉང་བན་ཀུན་དགའ་དཔག་གི་སློབ་མ་རེད་ད་རྗེ་རེད་འདའ་བ། ཅི་དང་ད་རྗེ་རེད་འདའ་བ། མཁན་ཆེན་ཆོས་རྒྱལ་བ་ཟེར་རྩ་བའི་བླ་མ་བརྒྱད་ཡོད་རེད། ཡོད་རེད་དེ་གཙོ་བོ་ཉང། དེ་ནས་ཉང་བོད་ཀུན་དགའ་བ་ལ་སོགས་པ་མང་པོ་གི་སློབ་མ་རེ་བ་དང་ལྡན། འོ་དེ་ཡིན་དུས་ད་མཁས་པ་སྐྱེ་ས་སྐྱ་གི་དཔེ་མཁས་པ། ད་འདི་ནང་ད་ག་ཚོགས་ཞུ་བ་ན་རྒྱུ་ནང་ད་ཁོ་རང་གི་གསུང་འབུམ་ནང་འདུ་བ་དེ་རེད་འདི་ཞུ་ཆེད། ད་ངེད་ཀྱི། ང་ལ་སོགས་ཕྲ་ལ་ཆད་པ་མི་འགྲོ་བའི་ངེད་ཀྱི་སློབ་མ་རེ་འདའ་བ་འདི་བློ་གྲོས། རྐྱེན། མངོན་པ་ལ་ཤིན་ཏུ་མཁས་པ་ཞིག་ཡོད་པའི་ཕྱིར་རང་ཡང་འདི་ལ་ཉན་ན་འཐད་ཅིང། ཉན་པར་མི་སྤྲོ་ན་རྫུ་འཕྲུལ་གྱིས་སྐྱོ་བ་དྲག་ཅེས་ཡང་ཡང་གསུང་གིན་འདུག་པ། མོ་ད་དེ་ཁྱེད། ཨོ་ད་རེད་འདའ་བ་འདི་ལ་ཉོན་ཟེར་བ་ད་ཁོང་གི་མཚམས་སྦྱོར་གྱི་ད་རེད་འདའ་བ་དེ། རྗེ་རིན་པོ་ཆེ་གི་ད་ཐུན་མོང་མ་ཡིན་པའི་བླ་མ་གཅིག་རེད་ད་དམིགས་གནད་ཕལ་སྐྱེས། མི་ཡི་བླ་མ་ནང་ནས་ད། རྩ་ཆེ་ཤོས་དེ་རེད་དོ། ནས་རྗེ་བཙུན་འཇམ་པའི་དབྱངས་ཀྱིས་ལུང་བསྟན་འདི་དག་ཁྱེད་རང་ལ་དཀའ་བའི་གནས་དག་ཅི་བྱུང་གིས་ཁྲིད་དེ་ཚོའི་དཀའ་གནས་མ་བཤད་པ་ལ་རེ་འདའ་བ་ལས་གྲགས་ཅི་ཡོད་མ་རེད་གསུང་བ་རེད་བ། འོ་ཐུགས་ཟེར་བ་དང་ཏན་ཏན་གྱི་སྐད་ཆེ་ཤོས་ཀྱིས་རྩ་ཆེ་ཤོས་ཀྱིས་བརྩི་གི་རེད་ཁོ་གཉིས་ཁོང་རྣམ་པ་གཉིས་འབྲེལ་བ་ཡང་ཞི་བ་ཅི། འདི་སྐུ་སྐྱེ་ངོ་མ་དེ་ལ་དེ་ནས་ད་ལྟ་ཁ་ཆད་ཀྱི་ལུང་པ་དེ་ཚོ་བ་དང་བཀའ་བཞིན་མི་རིགས་ཀྱི་ཕྱོགས་དུ་ས་ལ་ཡིན་གྱི་ར་བ་དུ་བ་ལ་དེ་ནས་རེ་འདའ་བ་དེ

རྗེ་རིན་པོ་ཆེས་དེ་ཞལ་གྱིས་གནང་མ་སོང་ཟེར་ནའོ་དེ་འདྲའི་ལབ་པ་རེད་ཟེར། ཨ་ད་ཏི་ཀོ་ར་དེ་རེད་མདའ་བའི་གནང་སྟངས་ནང་ལ་བཀོད་ཡོད་རེད་བ་དེ། ཨ་དེ་ཆ་ནས་ཅིག། ཨ། ཅིག་ད་སྟོན་པ་བཟང་ལོས་ཟེར་ག་རེད་ད་མི་བཟང་ལོས་འདྲ་བ་དེ་དེ་ནས་རེད་མདའ་བ་བཟང་བ་འདྲ་བ་ཅིག་བཤད་ཡོད་རེད་གནང་སྟངས་ནང་ལ། ད་དེ་གི་ད་ཁོ་དོན་ཚན་གཅིག་གི་ཆ་ནས་ད་ཞི་དྲག་སྒྲུག་ཐུབ་ཡ་ད་ཡོང་གྱི་མ་རེད་བ་ཡིན་ན་ཁོ

དེ་ཡང་བསྐལ་པ་དཔག་ཏུ་མེད་པའི་སྔ་རོལ་ནས་ད་ལྟའི་མ་བར་གྱི་བར་ལ་སོ་སྟེ་རེད་དེ་ནི་ཁོང་རྣམ་པ་གཉིས་ཀྱི་ཐུན་མོང་གི་ཀླ་ཀློའི་གི་འབྲེལ་བ་འདྲ་དེ་ཡིན་ས་མ་རེད་པས། དེ་ནི་གངས་ཅན་སྤྱི་ཚོས་རེ་དྭགས་པའི་ད་ཡོན་ཏན་ད་འདི་ན་རྣམ་ཐར་གྱི་ལོ་རྒྱུས་དེ་བཀོད་ཡོད་མ་རེད་ད་སྤྱི་དང་སྤངས་རྟོགས་གི་ཡོན་ཏན་གྱི་བཀོད་བྱས་པ་རེད་ད། དེ་མཁས་གྲུབ་ཐ་སྙད་ཆེན་པོའི་རྩ་བའི་བླ་མ་རེད་བ། དེ་ཡིན་ཙང་དེ་ཡང་དཀའ་བ་དཔག་ཏུ་མེད་པའི་ང་རོ་ནས་སྙིགས་མའི་དུས་ལ་བབ་པ་ན་རྒྱལ་བའི་དམ་ཆོས་དག་དང་ལེགས་པར་བཟུང་ནས་བསྟན་པའི་སྙིང་པོ་མི་གནོད་པའི་རྒྱལ་མཚན་འཛིན་པའི་སྨོན་ལམ་མཆོག་གཅིག་ཏུ་ཡང་དག་པར་འཇོག་བཞིན། སྐུ་ཚེ་སྔ་མ་འང་བ་དག་ཏུ་ཡང་ལན་གཅིག་མ་ཡིན་པར་ཐིགས་པ། བླ་ན་མེད་པ་དག་གིས་དམ། བླ་ན་མེད་པ་དག་གིས་དམ་ཚིག་ཡོངས་སུ་དག་པ། དྲི་བསུང་སྙིང། བ་ལ་སོགས་དྲི་བསུང་རྫོགས་པའི་སྙིང་པོ་ཅན། དམ་ཆོས་པད་མ་དཀར་པོའི། ང་ལ་སོགས་དེ་ནི་མཐུན་རྒྱུད་རིང་པོའི་མཁས་པ་ངང་པའི་དེད་དཔོན་བཟུང་སྟེ་ཁོང་རྣམ་པ་གཉིས་ཐུན་མོང་མ་ཡིན་པ་རེད་ཅེས་གཉིས་ཀ་ཐུན་མོང་གི་ཡོན་ཏན་མཁས་པ་ངང་པའི་དེད་དཔོན་བཟུང་སྟེ་ཕན་ཚུན་ལུ་གུ་རྒྱུད་དུ་འཁྱུད་པས་འབྲེལ་བ་ཡོངས་སུ་ཆད་པ་མེད་པའི་རྟེན་འབྲེལ། རྟེན་ཅིང་འབྲེལ་བར་འབྱུང་བའི་ཆོས་ཉིད་ཀྱི་ཐོག་མ་ཉིད་ནི་ང་ལ་སོགས་དཔོན་སློབ་ཤིན་ཏུ་ཐུགས་སྐྱུགས་པར་གྱུར་ཏོ་ཟེར་བ་དེ། ཁོ་རང་ཉིད་ཕན་ཚུན་བས་ང་ལ་སྔོན་མ་ནས་ནས་དེ་ནས་བསྟན་པའི་སྙིང་པོ་ཡོངས་སུ་འཛིན་པའི་མི་ལ་ལན་གཅིག་དེ་ཐོས་པས་ཨོ་དེ་འདྲ་གི་དེ་ནི་དེ་རེད་ཟེར། ཨོ་དེ་ག་ནང་གི་དེ་ནི་སྙིང་ག་པའི་ནས་ཅིག་ཚིག་པ་ཆེན་པོའི་ཡོན་ཏན་ཡོངས་སུ་རྫོགས་པ་ཨོ་ཐུགས་སུ་ཆེ། ཨོ་དེ་ནི་ག་གང་གི་མེ་ཏོག་པད་མ་དཀར་པོ་གཉིས་འདུག་ཟེར་པ་ཚུལ་མཐུན་ཞི་བའི་ཕྱོགས་ན་རེ་བ་དག་དེ་ནི་དེ་ག་གི་སྨོན་ལམ་གི་བུ་ལུ་གུའི་རྒྱུད་དུ་བཅིངས་ཞེས་བ་རེད་ཟེར་སྐུ་ཚེ་མང་པོའི་ནི་ཀླ་ཀློའི། ནི་འབྲེལ་བ་ཡོད་དེ་བ་དེ་ཡིན་སྨྲ་ན། དུས་གྲུབ་དེ་རེད་ཟེར་བ་དག་ཆད་པ་མེད་པ། དེ་ལ་ཟེར་ད་རྗེ་བཙུན་རིན་དང་བས་དེ་ནི་དེ། མངོན་པར་རྟོགས་པའི་ཡོན་ཏན་དེ་ཡིན་པར་ད་དེ་བརྗོད་དགོས་རེད། དེ་ལ་རྗེ་བཙུན་དམ་པ། ང་ལ་སོགས་རིན་དང་བ་ཆེན་མོ་ཀུ་མ་རིག་མ་སྟེ་ཞེས། འཇིག་རྟེན། གསུང་ན་མཆོག་ཏུ། ང་ལ་སོགས་དཀའ་བའི་གྲྭ་པའི་བ་དན་ཕྱིས་ཆེན། སོགས་པ་དེ། འདི་ནི་ཟེར་ད་རྗེ་བཙུན་རིན་དང་བ། གཞོན་ནུ་ན་ཚོད་ཡོངས་སུ་མ་དམིགས་པའི་སྐབས་ནས། ལེགས་པར་བྱས་པའི། ལེགས་པར་སྐྱེད་པའི་ནུས་པ་ཡོངས་སུ་སྨིན་པས། བྱིས་པ་ཉིད་ནའང་ཆོས་རྗེ་བུང་བའི་རོལ་རྩེད་ལ་ཆགས་པའི་ཀུན་རྟོག་སྤྲུལ་པའི་ངང་ལ་སོ་ཉི་འོད་ནས་ནུབ། བ་དག་པས། སྐུ་ཆུང་ཆུང་ཀུན་ནས་ནུབ་པས། ཅེས། བྱིས་པ་ཐ་མལ་པའི་སྤྱོད་པ་དེ་ཚོ་གང་གཱ་དེ་ནས་ཉི་འོད་དེ་ནུབ་པ་རེད། ཆགས་སྡང་འབྱུང་པོའི་ངང་ལ་སོ་བྱ་ཚོགས་རྒྱུ་བས། ཐ་ཚིག་མི་འདོད་མ་རུངས་ནས་སོ། ང། དེ་ནས་དུས་གཏན་གང་གི་རུ་སུལ་འབྱུང་བའི་རྣམ་དཔྱོད་སྡུག་བསྔལ་ལུས་རྩལ་རྣམས་རྫོགས།

ལུང་གི་ཆོས་མཐའ་དག་ལ་ལེགས་པར་སྦྱང་བ་དག་དེ་ནི་རྡོ་ལུང་མཁན་ཆེན་རྡོ་ལོད་པ་ལ་སོགས་པ་དག་མང་པོ་ཞིག་བསྟན་པར་དབང་དང་དེ་ནས་ལུང་བསྩན་པ་ཙམ་མ་གཏོགས་ད་ལྟའི་བཤེས་གཉེན་གཞན་དག་གི་ཁ་ལ་རག་ལས་པ་མེད་པར་མདོ་རྒྱུད་དགོངས་འགྲེལ་དང་བཅས་པ་གང་ལ་ཡང་ལན་གཅིག་གམ་གཉིས་ཤིག་ཞིབ་ཏུ་མཛེས་པ་ཙམ་གྱི་བསྟན་བཅོས། དེ་དང་དེ་ཡི་རྩ་འགྲེལ་ལེགས་པར་འབྱོར་བའི་དོན་གྱིས། ལུས་རྫོགས་པ་ཁོག་བསྒྲིགས་ཏེ་རང་རང་གི་ལུགས་མ་འདྲེས་པ་ཐུགས་སུ་ཆུད་ལྟ་སྐྱོང་གི་མཁྱེན་རྒྱ་དེ་དེ་འདྲའི་རེ་དོགས་ཆུད་ནས་རིག་པའི་ལམ་ནི་མཐའ་དག་པར་དྲངས་ཏེ་གཞན་ལ་འདོམས་པ་ལ་ཐོགས་པ་མི་མངའ་ཞིང། དེ་འདྲའི་ཅི་སྤྱད།

ང་ལ་སོགས་གང་ཡིན་པ་དེ་ནི་སོ་སོའི་སྐྱེ་བོའོ་ཟེར་བྱང་ཆུབ་སེམས་དཔའ་ཕག་མོ་ཆེ་དག་གིས་རྗེས་སུ་ཡི་རང་བརྩམས་ཡང། བྱ་དཀའ་བའི་རྒྱལ་སྲིད་སྙིང་སྟོབས་ཕུལ་དུ་བྱུང་བར་མངའ་བ། སྐབས་དེ་ལ་རེ་མདའ་བ་གི་དེ་སྐྱེ་བར་བ། དུས་འཁོར་ཁྱོད་མ་རེད། ད་སྐབས་དེ་དང་པོ་དེ་ཁོང་ཅི་ལྟ་བུ་ལུགས་བུ་སྟོན་ཐང་ཆེན་ཆེན་པ་དང་ཇོ་ནང་པ་གཉིས་བྱས་ནས་ཅི་ལྟ་བུ་སྟོན། ཇོ་ནང་པ་ལ་དད་པ་སྐྱེ་བར་དང་པོ་གཉིས་རེ་མདའ་བ།